ཀྱི་ཁོར་ཡུག་ནང་གནས་ཡོད་འདུག་ག་ལ་འོང། ང་རང་ཚོ་ལ་ཐོབ་ཐང་ཞིག་བསྒུགས་ཡོད་པ་དེ་ད་དངོས་ཡོད་རེད། བྱས་ཙང་ང་ཚོ་ལོ་རྟགས་དེ་འགྲོ་མིའི་ཐོབ་ཐང་དུས་དྲན་སྲུང་བརྩི་ཞུས་བ་བཞིན། ད་ལོ་ཡང་དེ་ང་ཚོ་སྲུང་བརྩི་ཞུས་དང་ཞུ་མུས་རེད།

ཨན་གམ་ལྔ་བ་ནས་དཀོན་མཆོག་བསྟན་འཛིན་ལགས་དགུང་ལོ་སུམ་ཅུ་ལོན་པ་ཨ་ནི་རང་ལུས་མེ་སྒྱོགས་ཕུལ་བ་རེད། ཨ་ནི་ཁོ་རང་ལ་དེ་བས་ཀྱི་སྐུ་ཞུ་བའི་དུས་ཚོད་ལ་ཞིབ་གསལ་གྱི་གཙོ་འཛུགས་ཞིག་མ་འདྲ། དེར་དབྱིན་དུ་ས་ལ་ད་བོད་དང་བོད་མིན་གྱི་རྩ་སྟོང་ཆེད་དུ

ལྔས་ནས་ཐུན་ཚོགས་སྐབས་བཅུ་བཅོ་ལྔ་པའི་བར་ན་ཚོགས་གཙོ་མཆོག་དབུས་པའི་གྱི་ཕྱག་དྲ་འཐུས་མི་རྣམ་པ་ཚང་མས་གི་ངོ་ཚབ་ཀྱི་ཐོག་ནས་ཨ་མྲ་མ་ཚང་མ་ལ་ལ་སྐུ་ཁམས་བཟང་པོ་སེམས་འཁྲི་དང་ངར་བདེ་ལེགས་ཞུ་ཡི་ཡིན་ཨ་ནི་དེ་རིང

ད་དེ་འདྲ་འདི་རེད་ད་ལྟ་མཉམ་འབྲེལ་རྒྱལ་ཚོགས་རང་གི་ངོས་ནས་གཅིག་སྟོང་དགུ་བརྒྱ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ལོར་ལ་ཡང་ཟླ་བ་བཅུ་གཉིས་པའི་ཚེས་བཅུ་འདི་ཨ་ནི་འཛམ་གླིང་འཛམ་གླིང་ཡོངས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་སྲུང་བརྩི་ཞུ་ཡས་འདི་གཏན་འབེབས་ཏུ་གནང་བ་རེད། འདི་གནང་དགོས་ཀྱི་རྒྱུ་མཚན་གཙོ་བོ་འདི་ལྟ། ག་ཟེ་བ་རེད་སྐྱེ་འགྲོ་ཐམས་ཅད་ལ་ཡང་གཅིག་གཞི་རྩའི་འགྲོ་བ་མིའི་ཐོབ་ཐང་འདི་ཚང་མ་ལ་ཡང་དགོས་ཡོད་པ་གཅིག་དང་ཚང་མའི་གི་ཐོབ་ཐང་ཡིན་པ་གཅིག་འདི་བསྒྲགས་གཏམ་ནང་ལ་ཡང་གསལ་བསྡད་ཡོད་རེད་དེ་སོང་ཙང་ད། ཟླ་བ་བཅུ་པའི། ཟླ་བ་བཅུ་གཉིས་པའི་གི་ཚེས་བཅུ་ཉིན་མོ་དེ་ལ་ཡང། ད། འཛམ་གླིང་ནང་ལོགས་ལ་ཡང། མི་མང་དང་གཞུང་ཚང་མའི་གི་ངོས་ནས་ནི་ད་རིང་གི་ཉིན་མོ་འདི་ལ་ཡང་ནི། ཅིག། འགྲོ་མི། གི་ཉིན་མོ་ཐོབ་ཐང་སྲུང་བརྩི་ཞུ་བའི་འདི། ནི་མི་མང་དང་གཞུང་ཚང་མའི་གི། གཞི་རྩའི་འགྲོ་མིའི་ཐོབ་ཐང་འདིའི་ཐོག་ལ་ཡིན་པར་ཅིག་ན་ཚང་མས་གི་མཁྱེན་རྟོགས་ཡོང་བའི་ཅིག་ད། འདིའི་འབྲེལ་ཐོག་ལ་ཡང་ནི་ཁོ་རང་ཚོས་གི་གཏན་འབེབས་གནང་བ་ཅིག་རེད།

ཡང་དེ་ལག་བསྟར་མ་བྱས་པ་དག་ཁོ་རང་ཚོས་གཏན་འབེབས་བྱེད་ཕྱོགས་ཀྱི་ཁོ་རང་རང་སོ་གི་གཏན་འབེབས་བྱེད་ཕྱོགས་དེ་དག་ལག་བསྟར་མ་བྱས་པ་ཡིན་ན་ཡང་ཁོ་རང་ཚོ་ལ་ཅིག་གནོད་ཤུགས་སྤྲད་ཡ་འདྲ་བོ་དང་ཅིག་བྱེད་ཀྱི་ཡོད་མེད་བལྟ་ཡ་འདྲ་བོ་དེ་འདྲ་གི་ཡོད་རེད་པས། ལའང་ད་ད་ལྟ་འདིར་མཉམ་འབྲེལ་རྒྱལ་ཚོགས་ནང་ལོ་ལ་ཡ་ཅིག་ཡོངས་ཁྱབ་ཀྱི་ད་འགྲོ་མི་ཐོབ་ཐང་གི་གསལ་བསྒྲགས་ཅིག་གནང་ཡོད་རེད། གཅིག་སྟོང་དགུ་བརྒྱ་ཞིབ་ཞབས་བརྒྱད་ལོ་ལ་ཡ་དུ་གཏན་འབེབས་གནང་ཡོད་རེད་འདི་རྒྱལ་ཁབ་ཚང་མས་ཀྱི་མོས་མཐུན་བྱས་ཡོད་རེད། ཡིན་ནའི། ཅིག། གི་འགྲོ་མི་ཐོབ་ཐང་གི་གཞི་རྩའི་འགྲོ་མི་ཐོབ་ཐང་སྤྱི་ཡོངས་ཁྱབ་ཀྱི་འགྲོ་མི་ཐོབ་ཐང་དེའི་ཐོག་ལ་ཡིན་པར་བྱས་ན། ཁྲིམས་ཐོག་གི་ཐོག་ནས་ཚང་མ་ལ་ཡང་འགན་ཁ་སུ་འགན་འཁྲི་དེ་འདྲ་གལ་ཡོད་མ་རེད་ཡིན་ནས་བཟང་སྤྱོད་ཀྱི་ཐོག་ནས་ད་འགྲོ་མི་ཐོབ་ཐང་ལྷག་པར་དུ་ཆོས་དད་རང་མོས་རེད་གཏམ་བརྗོད་ཀྱི་རང་དབང་རེད་ད་གང་ཅི་སྨྲ་བརྗོད་ཀྱི་རང་དབང་ད་གང་ཅིའི་ཐོག་ནས་ཚང་མ་འདི་ནང་ལ་ཡང་རྒྱལ་ཁབ་ཚང་མས་ཀྱི་ཅིག་འགྲོ་མི་ཡིན་ཚར་བའི་རྗེས་ལ་ཡང་དེ་ལ་ཐོབ་ཐང་དགོས་ཀྱི་ཡོད་པ་དེ་ཚང་མས་ཀྱི་ཁས་ལེན་ཞུ་ཡོད་རེ་ཞུ་ཡོད་ཡིན། ད་དོན་དུ་གཏན་འབེབས་ཅི་ཡོང་དུས་ད་ད་ལྟ་རྒྱ་ནག་གིས་ང་ཚོ་བོད་པའི་ཐོག་ལ་ཡང་གནང་བཞིན་པའི་གི་ད་སྲིད་ཇུས་དེ་ཨ་ནི་ཅིག་དེ་དུས་ཀྱི་གཏན་ལ་ཕེབས་རྒྱ་ཆོག་དེ་བས་དེ་ཆུ་ནི་དེ་ནང་བཞིན་འབྲུག་གཡོ་རེད་མ་ར། ལ་རེད་ལ་རེད་ད་ག་རེད། ད་དེ་གཉིས་ཀྱི་ནང་དེ་རྒྱ་དེ་བས་དེ་ཡོངས་སུ་འགར་དེ་འགྲོ་དེ་འདྲའི་གྱི་མཐོང་གི་འདུག་བས། ལ་རེད་ད། ཨ་ལས་ང་ཚོ་དང་པོ་ཐག་རིང་པོ་ཞིག་ར་ཟིག་གོ་ཨེས་ཁྱེད་མཐོང་གི་མི་འདུག་རྒྱ་ནག་རང་གི་རྩ་ཁྲིམས་ནང་ལོགས་ཡིན་པར་བྱས་ནས་ཅིག་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ཡོད་པ་ཅིག་དང་ལྷག་པར་དུ་ཆོས་དད་རང་མོས་རེད་གཏམ་བརྗོད་ཀྱི་རང་དབང་རེད་འདུ་འཛོམས་ཀྱི་རང་དབང་རེད་ཅིག་དེ་གའི་ཆ་ཚང་ཅིག་རྒྱ་ནག་གི་རྩ་ཁྲིམས་ནང་ལོགས་ལ་ཡ་རྒྱ་ནག་གི་མི་སེར་ཡིན་ཚར་བའི་རྗེས་ལ་ཡ། འདི་གཞི་རྩའི་ཐོབ་ཐང་ཚང་མ་ཡོད་རེད་བྱས་བྱས་ཐོབ་ཐང་ཡོད་པ་གཅིག་རྩ་ཁྲིམས་ནང་ལ་ཡང་གསལ་གྱི་ཡོད་རེད་འདི་ང་རང་ཚོ་བོད་ཀྱི་ཐོག་ལ་ཡིན་པར་བྱས་བོད་མིའི་ཐོག་ལ་ཡིན་པར་བྱས་ན་རྒྱ་ནག་གཞུང་གིས་ད་རྒྱ་ནག་གཞུང་གིས་རྒྱལ་སྤྱིས་ཀྱི་རྩ་ཁྲིམས་ད་ལག་བསྟར་བྱས་ཕག་བཞག་བྱས་སོ་སོའི་གི་རྒྱལ་ཁབ་ཀྱི་རྩ་ཁྲིམས་ནང་ལོགས་ལ་ཡང་སོ་སོའི་མི་མང་ལ་ཡང་ཐོབ་ཐང་ག་རེ་ཡོད་པ་འདི་སྤྲད་ཀྱི་མེད་བ་སོང་ཙང་འདི་རྒྱ་ནག་གཞུང་གིས་ཁ་ཟུར་ད་ཅིག། རྒྱ་ནག་གཞུང་གི་འགོ་ཁྲིད་ཚོའི་ངོས་ནས་ཡིན་པར་བརྗེད་ནས་སོ་སོའི་རྩ་ཁྲིམས་དང་འགལ་བའི་གི་ཁོ་རང་ཚོ་དོ་བྱེད་ཀྱི་ཡོད་པ་སོང་ཙང་འདི་རྒྱལ་སྤྱི་ཡིན་ན་རེད་རྒྱལ་སྤྱི་ད་དྲང་བདེན་ལ་དགའ་བའི་གི་འགྲོ་བ་མིའི་ཐོབ་ཐང་གི་ཐོག་ལ་ཡིན་ན་ཅིག་ཐུགས་ཁུར་གནང་མཁན་དང་ཚང་མའི་གི་ངོས་ནས་རྒྱ་ནག་གཞུང་ལ་ཡ་རྒྱལ་སྤྱིའི་མི་མང་ཙམ་མ་ཡིན་པའི་གི་ཚོགས་པ་གི་དུ་ཁ་རེད་ད་ག་ནང་བཞིན་གཞུང་ཁག་གི་རྒྱ་ནག་གཞུང་ལ་ཡ་གནོད་ཤུགས་སྤྲད་བསྟན་དེ་ཡོད་རེད་ཞུ། སྤྱིའི་འགྲོ་བ་མིའི་ཐོབ་ཐང་སྲིད་དུ་མི་ཚང་མ་ལ་ཡོད་པ་ཅིག་རེད་ཤག་དེ་འདྲའི་ང་རང་བོད་པ་དེ་ཚོ་ལ་ཅི་ཡང་ཡོད་པ་ཅིག་རེད་དེ་འདྲའི་ང་ཚོ་བོད་པ་དེ་ཚོའི་ངོས་ནས་ངེས་པར་དུ་ད་སོ་སོ་མི་གཅིག་ཡིན་པའི་མི་གཅིག་ཡིན་པ་ཡིན་དུས་མི་དེ་ཡིན་པ་ཡི་ཐོབ་ཐང་དེ་རག་དགོས་ཡ་གི་རྒྱུ་མཚན་དང་གཅིག་དེ་ཡིན་གཅིག་མིན་གྱི་རྩོད་དགོས་ཡ་གི་ཨ་ནི་དེ་འདྲའི་རྒྱུ་མཚན་དེ་འདྲའི་གསང་ཡོད་ན། ལགས་འོང། ད་ད་ལྟ་འདིར་ལྷག་པར་དུ་བོད་ནང་ལ་ཞུ་ངན་ཚོ་ཡིན་པར་གྱིས་ན། རྒྱལ་སྤྱི་གི་ཁྲིམས་ཐོག་ལ་ཡིན་པར་གྱིས་ན། དེ་ཙམ་གྱི་མང་ཆེ་བ་གི་རྒྱུས་མངའ་ཡོད་མ་རེད་ངས་ཞུ་ཆོག་གི་རེད་བསམ་གྱི་འདུག་གང་ཡིན་ཟེར་ན་རྒྱ་ནག་གཞུང་གི་དྲ་རྒྱ་ཐོག་འདྲེས། གཅིག་གྲོགས་མི་ཐོབ་ཐང་གི་ཐོག་ནས་རྩོམ་ཡིག་རེ་སྒྲིག་ཁྲིམས་རྒྱལ་སྤྱིའི་ཐོག་ལ་ཁྲིམས་མང་པོ་ཞུ་གཅིག་བསྒྱུར་བཞག་པ་དེ་འདྲའི་བོད་ཡིག་ཐོག་ལ་ཡང་གཞི་རགས་དཀོན་པོ་རེད་བྱས་ཙང་ད་འདིའི་ཐོག་ལ་ཡང་སོ་སོའི་གི་ཐོབ་ཐང་ག་རེ་ཡོད་པ་དེ་རྒྱལ་སྤྱིའི་ནང་ལ་ཡང་རྒྱལ་སྤྱིའི་ཁྲིམས་ནང་ལ་ག་རེ་གསལ་གི་ཡོད་པ་དེ་ཞིབ་བཞིན་ཕྲག་པ་ད་ཁྱད་ཡན་ཁག་པོ་རེད་དེ་ཡིན་ནའི་ང་རང་ཚོ་བོད་ནང་ལ་ཡོད་ངེས་བོད་མི་ཚོ་གི་ག་རེ་ག་སོར་རྩོད་ལེན་ངེས་པ་དུ་གནང་ཆོས་ཡོད་རེད་ཞུས་པར་ཅི་ན་རྒྱ་ནག་གི་རྩ་ཁྲིམས་ནང་ལ་ཡང་སོ་སོ་ལ་ཡང་ཐོབ་ཐང་ག་རེ་ཡོད་པ་དེ་སོ་སོ་རྩོད་ཡས་གི་ཐོབ་ཐང་ཆ་ཚང་ཡོད་རེད་ངེས་ཞུས་རྒྱ་ནག་གི་རྩ་ཁྲིམས་གཞི་བཞག་པའི་ཐོག་ནས་རང་ཉིད་ཀྱི་ཐོབ་ཐང་ག་རེ་ཡིན་པ་དེ་རྩོད་པར་བརྗེད་ན། རྒྱ་ནག་གཞུང་གི་ངོས་ནས་ཡིན་པར་བརྗེད་ནས་ཐོབ་ཐང་རྩོད་ངེས་དེ་ལ་ཡ་ད་ག་ནང་བཞིན་གྱི་སྡུག་སྦྱོང་མནར་གཅོད་དང་འདི་འདྲའི་བཏང་ཡས་ཏེ་ཁྲིམས་མཐུན་ལག་བསྟར་བྱེད་མ་བྱེད་བཞིན་བྱེད་ཀྱི་ཡོད་ན། འདི་གནང་གི་གནང་ཆོག་གི་ཡོད་མ་རེད་དེ་ཡིན་ནས་ད་བོད་ནང་གི་གནས་སྟངས་འདི་ཡང་ཅིག་ཅིག་རྩ་ཁྲིམས་ནང་ལ་གསལ་བ་ཙམ་མ་གསལ་བ་ཙམ་མ་གཏོགས་ཅིག་གིས་བོད་མི་ཐོག་ལ་ཡ་སུ་སུ་གི་གཏམ་བརྗོད་རང་དབང་རེད་འདུ་འཛོམས་ཀྱི་རང་དབང་རེད་ཆོས་དད་རང་མོས་ཐོག་ལ་ཡང་རྩོད་ལེན་བྱས་པར་གྱིས་ན་རྒྱ་ནག་གཞུང་གི་འདི་གཅིག་ཆབ་སྲིད་ཀྱི་ངོ་བོ་ལ་ཡང་བརྩིས་ཀྱི་བོད་མི་གི་གཞི་རྩའི་རྒྱ་ནག་གཞུང་གི་རྩ་ཁྲིམས་ནང་ལ་ཡང་སྲིད་ཐོབ་ཐང་འདི་ཐོག་ལ་ཡང་གཅིག་ཁོ་རང་ཚོ་མ་སྲིད་པ་བྱས་ཀྱི་འདི་ཆབ་སྲིད་ཀྱི་ངོ་བོ་ལ་བསྒྱུར་ཀྱི་ཁོ་རང་ཚོ་གི་གཅིག་ད་ཅིག་རྒྱ་ནག་གི་ས་གནས་ཀྱི་དཔོན་རིགས་ཚོའི་ངོས་ནས་ནི་རྩིས་མེད་རྡོག་རོལ་བཏང་གི་ཡོད་རེད་བ་འདི་བཏང་དུས་བསམ་པ་ནི་རྒྱ་ནག་གཞུང་གི་འགོ་ཁྲིད་ཁོ་རང་ཚོའི་ངོས་ནས་སུ་སུ་གི་རྩ་ཁྲིམས་ལ་ཡང་བརྩི་བཀུར་མ་ཞུས་པ་དང་རྩིས་མེད་རྡོག་རོལ་བཏང་བའི་གི་གནས་སྟངས་གཅིག་ཏུ་ཆགས་བསྡད་ཀྱི་ཡོད་རེད། བྱས་ཙང་ང་རང་ཚོ་བོད་མི་ཚོའི་ངོས་ནས་ཡིན་པར་བྱས་ནས་ཐོབ་ཐང། རྒྱ་ནག་གཞུང་གི་ལས་འགྲོ་བ་མིའི་ཐོབ་ཐང་རྩོད་ལེན་བྱས་པའི་སྐབས་ལ་ཡིན་ན། རྒྱ་ནག་གི་རྩ་ཁྲིམས་ནང་ལ་ག་རེ་གསལ་བ་དེ་རྩོད་ཆོག་གི་རེད་ཟེར་གྱི་ཞུ
ཡོད།